ཉེ་བའི་ལོ་འདི་དག་གི་རིང་ལ་གངས་ཅན་མཐོ་སྒང་དུ་གྲོང་གསེབ་དར་རྒྱས་ཀྱི་འཐབ་ཇུས་ལག་བསྟར་བྱས་པ་དང་བསྟུན་ནས་ཕུགས་ཀྱི་འདུན་མ་ཟབ་ཅིང་ཤེས་རིག་ཡོན་ཏན་འཛོམས་པ་འགན་འཁྲིའི་འདུ་ཤེས་ལྡན་པ་བཅས་ཀྱི་ན་གཞོན་མང་པོ་ཞིག་ཕྱིར་རང་གི་ཕ་ཡུལ་དུ་ལོག་ནས་ལུས་གཏོད་བྱེད་པར་མཐུན་རྐྱེན་གང་ལེགས་བསྐྲུན་ཡོད་པས། ཁོ་ཚོའི་ཕུགས་འདུན་དང་སྙིང་སྟོབས་ཡིད་ལ་བཅངས་ནས་ལུས་གཏོད་ཀྱི་ལམ་ཁ་འདིར་ཞུགས་པ་ཡིས་ཕ་ཡུལ་དར་རྒྱས་གོང་འཕེལ་ཡོང་བར་སྟོབས་ཤུགས་གསར་པ་ཞིག་སྐྲུན་བཞིན་ཡོད་པ་མ་ཟད། སློབ་ཆེན་སློབ་མ་རྣམས་ཕྱིར་ཕ་ཡུལ་དུ་ལོག་ནས་ལུས་གཏོད་བྱེད་པ་ལ་རེ་བ་གསར་པ་དང་ལམ་བུ་གསར་པ་ཞིག་ཀྱང་སྐྲུན་བཞིན་ཡོད་པ་རེད། དུ་ན་གཞོན་པའི་ལང་ཚོ་ཞེས་པའི་ཆེད་སྒྲིག་ལེ་ཚན་ཁག་གཉིས་པའི་ནང་དུ་ང་ཚོས་མུ་མཐུད་དུ་རང་གི་ཕ་ས་ཕ་ཡུལ་ལ་ལོག་ནས་ལུས་གཏོད་བྱེད་བཞིན་པའི་ན་གཞོན་སྐོར་ཞིག་གི་གཏམ་རྒྱུད་བླངས་བ་བརྒྱུད་དེ། ཁོ་ཚོའི་དཀའ་སྡུག་ལ་མགོ་བོ་མི་སྒུར་བ་དང་གསར་གཏོད་ཀྱི་སྙིང་སྟོབས་ལྡན་པའི་དུས་རབས་གསར་པའི་ན་གཞོན་དག་གི་ལང་ཚོའི་ཉམས་འགྱུར་ལེགས་པར་མཚོན་རྒྱུ་ཡིན། འདི་ན་དེ་རིང་གི་ལེ་ཚན་ནང་དུ་ང་ཚོ་རྔ་བ་རྫོང་གནམ་མཚོ་མ་སྡེ་བའི་ནང་དུ་སོང་ནས་ན་གཞོན་ལས་གཏོད་པ་ས་ཡེ་སྙིང་པོ་ལགས་ཀྱིས་སྡེ་བའི་མི་སེར་ལ་སྣེ་ཁྲིད་དེ། ནོར་གནག་གི་ཁུ་ལུ་ལ་བརྟེན་ནས་ཕུགས་འདུན་དང་བདེ་སྐྱིད་འཚོལ་སྙེག་བྱེད་བཞིན་པའི་གཏམ་རྒྱུད་ལ་རྒྱུས་ལོན་ཞིག་བྱེད་ལ། གཟུགས་མ་ལྷན་རྒྱས་ཀྱི་ཁམས་བཟང། ང་ད་ལྟ་རྔ་བ་རྫོང་རྨེ་རི་མ་ཡུལ་ཚོའི

ནོར་གནག་དང་གཏན་ནས་ཁ་འབྲལ་ཐུབ་མིན་ནོ། ད་ལྟའི་མཚོན་ཤུགས་ཀྱི་རི་མོ་འདྲ་ཟེར། དེ་ག་འདི་ཆ་ག་ཡིན་ན་ཡང་ཅིག་ལྟར་སྐབས་ངེས་ཆགས་དགོས། ད་ནོར་གནག་གི་ཁུ་ལག་དེ་ལ་ལྟོས་ན་ཐོན་རྫས་འདྲ་མི་འདྲ་ད་སྐེར་ཆིག་འདི་ཅིག་མདོག་འདྲ་མི་འདྲ། མོང་གཟུགས་ལས་དབང་ནོ་དུས་སྐེར་ཆིག་གི་སྐོར་འདི་ཆ་ག་ད་འདི་ཆ་ག་རེད། ཏག་ཏག་ཡག་པ་འཐོག་དགོས་ན་ཞིག། ད་འདི་ཆགས་ཤིག་གི་འཐག་རྩལ་འདྲ་བོ་ཞིག་གི་ཚད་ངེས་ཅན་ཡིན་ནི་རེད། ཡིན་ན་འཐག་རྒྱུའི་རྩལ་འདྲ་བོ་ངེས་ཅན་གྱི་སྦྲ་འདག་འཐག་རྩལ་ལྗང་པོ་དང་འདི་ལྗང་པོའི་འཐག་རྩལ་འདྲ་བོ་གཅིག་ཡིན་ནི་རེད་དེར་ཡིན་ན་རང་ཡང་ཁྲོམ་ར་འཇུག་དགོས་ནི་ཐོག་འཛིན་བྱས་ན་ཡང་གཅིག་ཚད་ངེས་ཅན་ཙམ་མ་ཐོན་ན་བར་མ་རེད། དེ་ཡིས་གི་ཡང་གཅིག་གནའ་གི་འཐག་རྩལ་གྱི་ཁང་ཡང་གཅིག་དེང་རབས་ཀྱི་འཐག་རྩལ་ལ་སོགས་པ་བརྟེན་ནི་ཁྱེད་རང་ལ་ད་ཅིག་ཐོག་འཛིན་ཞིག་སྤུས་ལེགས་སུ་ཡོང་དགོས་འདུག། དེ་མི་འདྲ་རེད། གནམ་མཚོ་མ་ལག་ཆུའི་བཟོ་རྩལ་ཁང་གི་ཐོན་རྫས་འགྲེམས་སྟོན་ཁང་དུ་སོང་དུས་མིག་ལམ་དུ་མངོན་ཡོང་བ་ནི་བཟོ་རྩལ་ཁྱད་དུ་འཕགས་པ་དང་མི་རིགས་ཀྱི་ཁྱད་ཆོས་ཆེན་པོ་ལྡན་པའི་ནོར་གནག་གི་ཁི་ལི་ཡིས་འཐག་པའི་ཐོན་རྫས་རེ་རེ་རེད། ངས་ཐོན་རྫས་དེ་དག་མཐོང་དུས་བོད་ཀྱི་ལག་ཕྱིས་ཐོན་རྫས་ལ་དགའ་སྣང་ཆེན་པོ་བྱུང། གནམ་མཚོ་མ་རིག་གནས་ལག་ཕྱིས་བཟོ་རྩལ་ལྟེ་གནས་ཀྱི་འགན་འཁུར་པ་ས་ཡེ་སྙིང་པོ་ལགས་ཀྱིས་མཚམས་སྦྱོར་བྱས་པ་ལྟར་ན། རྟེན་གཞི་དེ་ཡི་གཙོ་བོ་ནོར་ནག་གི་ཁུ་ལུ་འཐག་པ་དང་ཐང་ཀ་བཞེངས་པ། དབུལ་ལ་བཟོ་བ་སོགས་ལག་ཕྱིས་བཟོ་རྩལ་གྱི་ཐོན་རྫས་ལ་ཞིབ་འཇུག་དང་ཐོན་སྐྱེད་བྱེད་བཞིན་ཡོད། དེ་ལས་སྐེ་དཀྲིས་ནི་ཁོ་ཚོས་ཐོན་སྐྱེད་བྱས་པའི་ཐོན་རྫས་གཙོ་བོ་ཡིན་ཞིང། ད་ལྟ་སིང་ག་ཕོར་དང་མ་ལ་ཤི་ཡ། འཇར་མན་སོགས་ཕྱིའི་རྒྱལ་ཁབ་ལ་ཕྱིར་འཚོང་བྱེད་བཞིན་ཡོད་པ་མ་ཟད།

ལྷ་མོ་མཚོ་ནི་དེ་དག་གི་ཁྲོད་ནས་ལོ་ན་ཆུང་ཤོས་ཀྱི་འཐག་མ་ཞིག་ཡིན་ལ། ཁྱིམ་ཚང་གི་འབྱོར་བ་ཅུང་ཞན་པ་རེད། བཟོ་རྩལ་ལྟེ་གནས་ཀྱི་འགན་འཁུར་པ་ས་ཡེ་སྙིང་པོ་ལགས་ཀྱིས་ནུས་ཚུལ་འདེད་བྱས་རྗེས། མོ་རང་ནམ་མཚོ་མ་ལག་ཤེས་བཟོ་རྩལ་ལྟེ་གནས་ཀྱི་ཐོན་སྐྱེད་ཁང་དུ་བསྡུ་ལེན་བྱས་ཏེ། ཐག་བཏགས་པའི་ལྷག་རྩར་ལ་སློབ་སྦྱོང་བྱེད་དུ་བཅུག་ནས། ཁྱིམ་ཚང་ལ་ཡོང་འབབ་གསོག་རོགས་བྱེད་བཞིན་ཡོད་པ་རེད།

ད་ཅིག་འཇོག་མ་ཐུབ་ད་དུ་མུ་གཅིག་སྐྱེལ་འདྲ་ཟ་ཟེར་དགོས་ན་ད་ཅང་ཆར་སྐྱེལ་མཛད་དགོས་ན་དུ་མུ་གུ་ཅང་འཇོག་མ་ཐུབ་ད་ཟ་གི་འདི་ནང་ནམ་ཚོད་མིན། ལག་སར་སློབ་གྲྭ་ཟ་གི་དུས་ནང་སོང་བས་སྐེར་གཅིག་ད་དུ་ཆགས་ཟ་འདྲ་གི། ད་སྐེར་གཅིག་ད་དུ་ཆགས་སོང་ཅིག་མཐག་ཅིག་ཕྱི་ཁག་གི་དཔེ་སུ་མེད་གི་ད་གི་གཡོར་སྐོར་ཙི་གེ་རེ་གཡག་གི། ད་གི་རྟ་བབས་བསྡད་གི་ཐག་ཁ་ཉེ་གི། དེ་དག་གི་གཞི་མོ་དུ་ནག་ཅིག་འཇོག་གི་ཡོད། དེང་སང་ལྷ་མོ་མཚོ་དང་འདྲ་བར་གནམ་མཚོ་མ་བདེ་བའི་བུད་མེད་མང་པོ་ཞིག་གིས་རང་ཁྱིམ་གྱི་ཐག་ཉེ་ནས་ལས་ཞུགས་བྱེད་ཐུབ་པར་གྱུར་ནས། མི་རིགས་ཀྱི་ལག་ཤེས་བཟོ་རྩལ་ལ་སློབ་སྦྱོང་བྱེད་ཐུབ་པ་མ་ཟད། ཡོང་འབབ་ཀྱང་མི་ཉུང་བ་ཞིག་གསོག་ཐུབ་ཡོད། དེ་བས་ཀྱང་བླང་རིན་ཡོད་པ་ཞིག་ལ། ཁོ་ཚོར་མཚོན་ན་ལག་ཤེས་བཟོ་རྩལ་ལྟེ་གནས་འདི་ནས།

རེད་རེད་རེད་ད་ཡོད་ནི་མ་རེད། རེད་རེད་ད་ཡོད་ནི་ད།
ཁོ་ཚོ་ལྟ་བ་མཚོན་ན་ཡང་ཆུ་ཐོག་མར་འདི་ཡི་འཁེར་འཐག་གི་སྐོར་ནས་ཇི་ལྟར་ཟབ་སྦྱོང་སྤེལ་ནོ། དང་མ་འདྲ་ཟིན་ཁ་ན་འདི་ཆགས་སོགས་བྱུང་བའི་ཆུ། གཙོ་བོ་དེ་ངི་ཆི་གི་སྡེ་བའི་ནང་གི། རེད། ད་ཅིག་ཡར་ལོ་ཡར་ཐུམ་བརྡོལ་ནས་ད་སྔོན་ན་འཁེར་འཐག་གི་སྐོར་ར་ཤི་གི། ད་ཉམས་མྱོང་བའི་མིག་ཧུར་སྐོར་ཟི། ཁྱོད་ད་འདི་ཆ་ག་འཐག་འཐག་ལུག་དེ་ཙམ་ནི་རེད། ད་རེད། དེ་ནས་ད་འདི་ཆི་གིས་འཐག་ཡག་བྷ་ཟི་འཐག་ཤི་ནི་ད། ད་ངི་ཆི་གིས་སྐེར་སྐྱིས་ལས་གོ་ནི་རེད། ད་རེད། གཟན། ད་འཁྲག་ཁུབ་ལ་སོགས་ནི་དེ་གི་ཐོན་རྫས་ཅི་གི་ཁྲོམ་ར། འགྱོ་ཐུབ་ཐུབ་གི་ཅི་གི་ཚད་ངི་ཅན་འདི་མི་ལས་གོ་ནི་ཡིན་ན། ད་ལག་རྩིར་གི་ཅི་གི་རྩིར་འདྲ་བོ་མི་འདང་གི། ད་རེད། དེ་ཡིན་ན། ད་རྒྱལ་ནང་གི་དུག་ད་ཁྱིམ་མཁས་པ་མང་བོ་ཡང་རག་གདང་བཞིས་འདི་ཆ་ག་འདེད་ཡོང་བྱུང་ད་བདེ་བ་མང་བོ་འདི་ཉོབ་བདག་ད་དུས་འཐག་ལུག་གི་སྐོར་ཆ་ག་མང་བོ་སློབ་སྦྱོང་ཡོད་རེད་དེ་ཡིན་དུས་ད་དར་སྐུབ་འདྲ་ཟིན་ག་ནི་ད་ཞིག་ག་ད་ལག་རྩལ་གི་སྐོར་ནི་གནད་དོན་མང་བ་ཟིན་ཅིག་ཟེར་སོང་ནོ་ད་ཐོན་རྫས་ན་ཞིག་ཚད་ངེས་ཅན་ཟེར་ཐོན་ནོ་འདི་མི་རེད། ཉེ་བའི་ལོ་འདི་དག་གི་རིང་ལ་གྲོང་གསེབ་དར་རྒྱས་གཏོང་བའི་འཐབ་ཇུས་ཀྱི་རྒྱབ་སྐྱོར་འོག་ཏུ། སྲིད་གཞུང་གིས་ཆེད་ལས་ལས་ཁུངས་དང་ཆེད་ལས་མི་སྣ་བདའ་འདྲེན་བྱས་ནས་བཟོ་རྩལ་ལྟེ་གནས་ཀྱི་ལས་བཟོ་བར་ལག་རྩལ་གྱི་ཐད་ནས་གསོ་སྦྱོང་སྤེལ་བཞིན་ཡོད་པས། ལས་བཟོ་བ་རྣམས་ཀྱི་ལག་ཤེས་བཟོ་རྩལ་ཇེ་བཟང་དུ་གྱུར་ཡོད། དེ་དང་ཆབས་ཅིག་ཏུ་ས་ཡེ་སྙིང་པོ་ལགས་ཀྱིས་ལས་བཟོ་བའི་ལས་ཀའི་སྤྱོད་ལམ་དང་རིག་གནས་ཀྱི་བྱང་ཚད་ཐད་ནས་གསོ་སྦྱོང་སྤེལ་བ་ལ་མཐོང་ཆེན་བླ་ལྷག་བྱེད་བཞིན་ཡོད། དེ་ནི་ཁོ་རང་དམངས་ཁྲོད་རིག་གནས་ལ་མཐོང་ཆེན་དང་དགའ་ཞེན་བྱེད་མཁན་ཞིག་ཡིན་པ་དང་འབྲེལ་བ་ཟབ་མོ་ཡོད། ཨ་ལེ། ཁྱོད་བདེ་མོ། ཨོ་ཨ་ནི་འབྲི་གཅིག་བཟའ་གི། ཐག་ཉེ་ན་ནི་རི་ཁྱབ་པར་བྱེད་འདི་ཅང་བོ་ནི་རེད། ཨ་ནི་བྲག་གི་རྟ་འཛག་འདི་སོ་ཡ་ནི་རེད། རེད་ཡ།

ད་རྒྱལ་རབས་ཕྱི་ནང་གི་དགེ་རྒན་མང་པོ་ཟིག་གི་འཇིགས་འཆར་ཁྲིད་སྙན་རྒྱུའི་གོ་སྐབས་མང་པོ་ཐོབ་མྱོང། དེས་ན་དེའི་སྐབས་སུ་ཡིན་ན་ད་ཁོ་ཚོ་ཅིག་དམག་འཁྲུག་གི་རིག་ནས་ལས་དགོས་ན་ཧ་ལས་མང་པོ་ཡག་གི། དེས་ན་ཞིག་ཁོང་ཚོའི་དམག་འཁྲུག་གི་རིག་ནས་འདི་ཅིག་རིག་ནས་ག་ཆེ་འཛིག་ཧ་ཙི་ཧོ་གི། དེ་ཡིན་ཟིག་གི་ནི་ད་དེའི་སྐབས་དེ་ད་རང་གི་ཕ་ཡ་ཕ་ས་ཕ་ཡར་གི། གཅིག། དམངས་ཁྲོད་རིག་གནས་འདི་ལས་ནི་འདི་མི་སྐབས། དེ་རང་གི་ཡིན། ད་དུ་ངེས་པར་ན་ལས་གོ་བསམ་རྒྱུ་ཞིག་ཆོད་སེམས་འགྲོ་ད་དུས་སྐལ་བ་ཡོད་མྱོང། ས་ཡེ་སྙིང་པོ་ལགས་ཀྱིས་ལོ་ངོ་མང་པོའི་རིང་ལ་དམངས་ཁྲོད་རིག་གནས་འཛིན་སྐྱོང་སྤེལ་གསུམ་བྱས་པའི་འདུན་པ་དང་འོས་འགན་སེམས་ལ་ཉར་ནས། ཕ་ཡུལ་གྱི་རི་ཀླུང་བརྒལ་ཏེ་འབྲོག་ཁྱིམ་མང་པོར་སོང་ནས་རྒྱུན་འཆར་ལ་ཡོད་པའི་དམངས་ཁྲོད་ཀྱི་གནའ་གཏམ་དང། རི་ཆུའི་རིག་གནས་མང་པོ་འཚོལ་བསྡུ་བྱས་ཤིང། དེ་ལ་བརྟེན་ནས་ནམ་ཚོད་མ་བདེ་བའི་དམངས་ཁྲོད་རིག་གནས་འཛིན་སྐྱོང་སྤེལ་གསུམ་བྱེད་པ་ལ་ནུས་པ་ཆེན་པོ་ཐོན་ཡོད། དེས་རང་ལ་ཁོའི་ནམ་ཚོད་མ་བདེ་བའི་འཚོ་བའི་གནས་བབ་ལ་རྒྱུས་ལོན་གསར་པོ་བྱུང་བ་མ་ཟད། སྡེ་བ་འདིའི་མ་འོངས་འཕེལ་རྒྱས་ཀྱི་སྐོར་ལ་ཡང་བསམ་གཞིགས་མང་པོ་བཏང་མྱོང་ཡོད། ད་རེས་ད་ནས་ད་ཁྱོད་འདིས་ནམ་ཚོད་མ་གི་ལག་ཤེས་ཀྱི་བཟོ་རྩར་བརྟེན་ནས་འདི་འདྲ་ཟིག་འཛུགས་རྒྱུ་གི་བསམ་བློ་ཇི་ལྟར་བྱུང་བ་ཡིན། ལྟར་སྔ་རེ་ན་ང་གཅིག་གིས་ཡང་རིག་ནུས་ཀྱི་སྐོར་གྱི་བྱ་བ་ཟབ་མོ་པོ་ཟུར་སྒྲིམ་ནི་རེད་རེད། དེས་ན་དེ་ནུས་པའང་གང་ལ་གང་འཚམ་ཐོན་ནི་རེད། དེ་སྲིད་ཀྱི་ད་ཡང་གཅིག་ས་གནས་འདི་ལ་ཕན་ཐོགས་པ། སྡེ་བ་འདི་གཅིག་ཡར་རྒྱས་ཡར་དར་འགྲོ་དགོས་ནི་ཡིན་ན། ཡང་སྡེ་བ་འདིའི་ཆ་ཆུ་ཡོད་ནི་སྡེ་བ་འདིའི་རིག་ནུས་དང་འབྲེལ་ནུས་ཀྱི་ཐོན་རྫས་བཟོས་ཡོད་རྒྱུ་ནི་ཧ་ཅང་གལ་ཆེན་པོ་རེད། དེས་ན་ད་ངས་ཁྱེད་ཀྱིས་ཡང་འདི་གཅིག་བསྐྱུར་སྐད་ཟབ་མོ་པོ་ཟིག་ཡིས། ད་གཅིག་བྱ་བ་མང་པོ་ཟིག་གཏམ་བླངས་ཡིག་ཆ་ནང་དུ་ད་མཇུག་མཐར་རྟ་འཁེལ་འཐག་གི་བརྡ། རྟ་བཟོ་བའི་སྐྱི། རྣམ་ཐར་འཁྲབ་རྒྱུ། ཐང་ཁ་འབྲི་རྒྱུ། རྟ་འདུལ་བཞི་དུ་མི་ཆོད་ཀི་མ་རེད་བལྟ་ན་ཧ་བུ་ནི། དེ་མིན་ཡིན་ན། རྒྱལ་ཁབ་ཡིན་ན་ཡང་འདིའི་ཐད་བརྡ་གཅིག་ཧྲིལ་གྱིས་མི་འོང་ཟིག་ག་ཞིག་རྒྱབ་སྐྱོར་འདྲ་ངེས་ཅན་ཡོད་གི། ལྷག་པ་ལྷག་ཏུ་དེང་སང་ཡིན་ན་ཅིག་གཞང་གྲོང་དར་གྱིས་དང་འདི་ཚོའི་སྐོར་ལ་ཡང་ཅིག་ཤོད་ཡ་མང་པོ་བསྒྲུབ་དགོས་གི། ངའི་ཆ་གི་ཡིན་ཡིན་ན་གོ་སྐབས་འདི་ལ་བརྟེན་ཁྱེད་རང་འདི་ཅིག་ལས་ཀ་མང་བོ་འགྲུབ་ཐུབ་ན་དེ་ཧ་ལས་པ་ཡག་པོ་རེད་བསམ་ནས། ཉིས་སྟོང་བཅོ་བརྒྱད་ལོར་ལག་ཤེས་བཟོ་རྩལ་ལྟེ་གནས་འདི་འཛུགས་སྐྲུན་བྱས་པ་ནས་ཉིས་སྟོང་ཉེར་གཅིག་ལོར་དངོས་སུ་ཐོན་སྐྱེད་བྱེད་འགོ་བརྩོམ་པ་དང། དེ་ནས་གྲངས་འབོར་ཅན་དང་ཚད་གཞི་ཅན་གྱི་སྒོ་ནས་ཐོན་སྐྱེད་དང་ཕྱིར་ཚོང་བྱེད་པའི་བར་དུ། ས་ཡི་ཉིང་པོ་ལགས་ཀྱིས་མགོ་མཇུག་བར་གསུམ་ནས་སྣེ་ཁྲིད་གང་ལེགས་བྱས་པས། གནམ་མཚོ་མ་སྡེ་བ་ནི་ཧྲོལ་རྒྱུན་གྱི་འབྲོག་ལས་རྐྱང་རྐྱང་གཉེར་བའི་འབྲོག་སྡེ་ཞིག་ནས། མི་རིགས་ཀྱི་ཁྱད་ཆོས་ཆེན་པོ་ལྡན་པའི་ལག་ཤེས་བཟོ་རྩལ་གྱི་ཐོན་ལས་དར་བའི་སྡེ་བ་ཞིག་ལ་འཕེལ་རྒྱས་བྱུང་བ་མ་ཟད། དེ་ལ་བརྟེན་ནས་སྡེ་བའི་མི་སེར་གྱི་ཡོང་འབབ་ཇེ་མང་དང་ཕྱུག་འགྱུར་ལ་ལམ་ཁ་གསར་པ་ཞིག་བསྐྲུན་ཡོད། ད་སྔ་ཆ་འདིའི་གནམ་མཚོ་མའི་འབྲས་ཟན་ཟེར་གི་ནི་འདི་ནི་གླག་རྩར་ལྷོ་བླངས་ཟུག་ཙི་གོ་འདི་རེད། འདིའི་ནང་འབྲས་ཟན་ནག་གཤིས་གི་ནག་གཞུང་གི་བཞི་ལ་བཞི་མོ་གཤིས་ཀྱི་མོ་འོག་གི་ལུས་སྐལ་ལས་ཁོ་ནི་རེད། དེ་ལྟར་ཆ་ཁའི་འབྲས་ཟན་ནག་གཤིས་གི་ལུས་སྐལ་བླ་མ་མགྱོགས་ཁོག་གི་གྲུབ་འབྲས་སྟོབས་ཆེན་ཡོད་གི་དེ་དག་གི་ཁུར་ཆའི་འབྲས་ཟན་ནི་ད་ཆ་ཟུག་གི་ཐོག་ཡིན་ན་ད་ཅི་ག་གླག་རྩར་ལོབས་ཁོག་གི་ད་གི་ཅི་ག་ཟེར་གྱི་མེད་གི་ད་གྲུབ་འབྲས་གི་ཟེར་གྱི་མེད་གི་ད་ཤའི་ཆ་ཟུག་གི་ཐོག་ཡིན་ན་བོད་མི་ཡོངས་ཁོག་གི་དེ་ལྟ་གི་ལྟ་འདོད་དངོས་ཆགས་ཀི་འདི་འགོ་ཡ་ཡིན་ཚུལ་གི་འདི་དུས་ལག་རྩལ་གི་སློབ་གླིང་གི་ཅི་ག་འདི་འདྲ་ཟིན་ཚུལ་གི་ས་ཡིག་ཉུང་ངུ་འདི་འདྲ་ས་ཡིག་འདྲ་ཟིན་ཚུལ་གི་འདི་ཏག་ཏག་གི་ཅི་ག་ཁ་མི་ནི་དོ་ནི་བཞིན་མི་ནི་གདངས་གི་ཞིག་གི་ཅི་ག་ཟེར་རྒྱུ་མེད་གི་དེ་ལྷག་བསམ་རྣམ་དག་གི་ཅི་ག་ཟེར་རྒྱུ་མེད་གི་དེ་དངོས་ཆ་ག་རོག་ཡིན་ནི་དེ་ཅི་ག་ཞིག་གི་དེ་ལག་རྩལ་སློབ་གླིང་ཡ་ར་བོད་མི་གཅིག་མགྱོགས་གི་ཡོད་བོད་མི་ཟི་ཡན་དེ་ལྟ་གི་ཅི་ག་ཉི་གདངས་འདྲ་ཟིན་ནི་ཨ་ལ་ཡོད་ནི་མ་རེད་ཟླ་ཕོགས་ཡོད་ནི་མ་རེད་དེ་ཅི་ག་ཁ་ཚང་མི་ཐོག་གི་ལྷག་བསམ་རྣམ་དག་གི་ཅི་ག། བཤད་པ་སྟོབས་ཆེན་ཡེ་ཤེས་ལས་ཁོ་བཀའ་དྲིན་ཆེ། ད་ནས་མིག་སྔར་ད་འདི་ལག་ཤེས་བཟོ་ཚར་དེ་ནས་མཚོན་ན་འདི་གི་དཀའ་ཁག་ཆེ་ཤོས་དེ་ཆི་ཟི་རེད་ད་གི་ཡང་ཁྱེད་ཚོའི་ངོས་ནས་དཀའ་ཁག་འདི་དག་ཅི་ལྟར་ཐག་གཅོད་བྱེད་གི་ཡོད། ཨ་ཀིའི་བཀའ་མོལ་འདྲ་བོ་འདི་དོ་དམ་གི་སྐོར་ར་ལོག་ལྡོག་གི་ཉིན་དང་འཇམ་ནའི་མགོ། དོ་དམ་འདི་ཆི་ཟི་གི་བཀའ་གི་རྫས་ནི་དེ་ཡང་འདི་ནང་གི་དོ་དམ་ཡིན་ནི་ཆ་ག་ཡང་འབྲོག་མོ་ཏག་ཏག་གི་ལས་ཀ་ལས་དགོས་ནི་རེད་དེ་ཡིན་ན་ཡང་ལོག་ལོ་དེ་འདི་སོང་ཡང་འགབ་ཤང་ཆེ་བ་ནི་མ་རེད་ད་སུ་ཁབ་ནི་ཡང་ཅིག་གབ་ལུས་འདྲ་བོ་ཡོད་གི། རང་དབང་གཅིག་གིས་གཅིག་གི་ཐོག་མཐུན་གཅིག་སྤྱིར་བཏང་བ་དེ་མ་ཡིན་པ། ཁྲོམ་ར་ངེས་ཅན་ཞིག་གི་ནང་འཇུག་དགོས་ནི་ཡིན་ན་ཡང་དེའི་བརྒྱུད་རིམ་དུ་ཡང་གཅིག་རིག་གནས་ཏག་ཏག་གི་བྱ་ཡ་ལས་འཇུག་དགོས་ནི་དེ་སོ་ཞིག་གི་སྐབས་ལས་འབྲས་ཆེན་པོ་རེད། ཡིན་ན་ར་ད་ལྟ་ཆ་གང་གི་ཆེད་རིམ་པ་བཞིན་དུ་གཅིག་གི་ཐག་གཅོད་ཡོང་དགོས་ནི་གང་ཟིག་ཡིན། ད་རེས་དེ་ནས་ད་མ་འོངས་པར་གནམ་མཚོ་མ་གི་ལག་རྩལ་ལྟེ་གནས་ཀྱི་ངོས་ན་ཆོག་གི་ཆོག་རང་མི་སྒེར་གྱི་ངོས་ན་ཆོག་གི་ཐུག་གི་རེ་བ་དང་འཆར་གཞི་ཅི་འདྲ་ཡོད།
ད་ང་ཆེ་གེ་ནམ་ཚོད་མ་ལག་རྩེར་གང་འདི་ངོ་ནས་བཤད་ན་ཡང་ཅིག་ནམ་ཚོད་མ་འཚོ་བ་འདི་ནང་གི་ད་བུད་མེད་བརྒྱ་ཐམ་པ་ཁེར་འཐག་གི་ལས་ཞིག་བརྗོད་ད་ངུ་གིའི་རེ་བ་ཆེན་པོ་ཡིན་ད་དུ་ཐག་གཅོད་ཡང་བརྗོད་ཞིག་གི་སྐབས་ལས་ཆེན་པོ་མེད་ཀྱི་ཚད་ད་ཐུག་ཡོད་དེ་ཡིན་ན་ད་དུ་སོ་བ་སོང་ནས་ཡིན་ན་ཞིག་གི་ད་ནི་འཚོ་བ་འདི་ལའང་ཕན་ཐོགས་སོང་ནི་རེད། འཚོ་བ་འདི་ཡིན་ན་ཅིག་ཡང་མཉམ་ལས་ཀྱི་བྱ་བ་ལས་ཆ་ལང་ནུས་པ་ཐོན་སོང་ནི་རེད་ན། དེ་དང་དེ་བཞིན་ང་ཆ་གའི་ལག་རྩལ་ཁང་འདིའི་ནང་གི་ཡང་ཅིག་བྱ་བ་གཞན་པ་ད་རུང་མང་པོ་བསྒྲུབ་དགོས་ནི་རེད། འདི་ཆ་ག་ཡིན་ན་ཅིག་མོ་འོང་ཟེར་ནུས་པ་ཐོན་ཆ་ལང་ནི་ཡིན་ན་ང་ཆ་གའི་འཚོ་བ་འདི་ཡིན་ཟེར་ག་ན་ཡང་ལེགས་ནས་མོ་འོང་ཟེར་ཅིག་འཁོར་སྤྲོད་འདྲ་ཐུབ་དགོས་ནི་རེད། དེ་ཡིན་ན་ད་འཚོ་བ་འདི་ཡང་མ་འོང་བའི་བདེ་སྐྱིད་བྲིས། འཚོ་བ་འདི་ཡང་མ་འོང་བའི་འཚོ་བ་དེ་ལ་ཡང་ཅིག་ཆར་སྐྱིད་འདྲ་མོ་འོང་ཟེར་བསྐྲུན་ཐུབ་དགོས་ནི་རེད། ད་དེ་སོགས་བསྐྲུན་ཐུབ་སོང་ན་གཞས་ཆེན་པོ་དེ་ཡིན། ད་གི་ད་རང་གི་སྒེར་གི་ངོས་ནས་ན་ཅིག་ཕྱིར་ང་རིག་མིག་སྐོར་གི་བྱ་བ་འདི་ཅིག་ལས་ཇོ་ཧ་ལས་པ་དགའ་བ་འདྲ་ཡོད། དེ་ཡིན་ན་ད་རང་འབྲོག་མི་མཐུད་དུ་ཅིག་དམངས་ཁྲོད་རིག་གནས་ལས་ཇོ་ཕྱོགས་བསྡུས་ཅིག་ཞིག་ཞིག་འདྲ་རྒྱག་བསམ་གི་ཡོད། དེ་མིན་འདྲ་ཡིན། དམངས་ཁྲོད་རིག་གནས་ལ་དུང་བ་ཟབ་མོ་ཡོད་མཁན་ཞིག་ནས་ད་ལྟ་ནམ་འཚོ་མ་བདེ་བའི་ཕྱུག་འགྱུར་སྣེ་ཁྲིད་པ་ལ་གྱུར་བའི་བར་དུ། ས་ཡི་ཉིང་པོ་ལགས་ཀྱིས་ཐོག་མཐའ་བར་གསུམ་དུ་ལྷག་བསམ་རྣམ་དག་གིས་ཕ་ཡུལ་ལུང་པ་ལ་བརྩེ་བ་ཟབ་མོ་བཅངས་ཤིང། ཡུལ་མི་སྤུན་ཟླ་རྣམས་དང་མཉམ་དུ་རང་གི་རེ་བའི་ཕུགས་འདུན་མངོན་དུ་འགྱུར་བར་འབད་བརྩོན་བྱས་དང་བྱེད་བཞིན་ཡོད་པ་རེད། མ་འོངས་པར་གནམ་མཚོ་མ་སྡེ་བའི་རིག་གནས་བཟོ་རྩལ་ལྟེ་གནས་ཀྱིས་གྲོང་གསེབ་དར་རྒྱས་གཏོང་བའི་གོ་སྐབས་དང་བསྟུན་ཏེ། ཐུན་མིན་གྱི་ཁྱད་ཆོས་ལྡན་པ་དང་ལྗིད་པས་བརླག་པའི་ལག་ཤེས་བཟོ་རྩལ་ཐོན་རྫས་སྔར་བས་མང་པོ་ཐོན་སྐྱེད་བྱས་ནས། སྡེ་བའི་མི་སེར་གྱི་ཡོང་འབབ་ཇེ་མང་དང་ཕྱུག་འགྱུར་ལ་ཕྱར་བ་གྲུ་འདེགས་ཀྱི་ནུས་པ་ཐོན་པའི་ཐད་ནས་རེ་བ་ཆེན་པོ་དང་ཡིད་ཆེས་ཟབ་མོ་ཡོད།